གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ལེའུ་གསུམ་པ། ཐོད་པ་འགའི་མཐུ་སྟེ་གསེར་གསུམ་མཐར་ཕྱིན་པར་བསླབ་པ། ལོ་གཅིག་གི་རྗེས་སུ་མི་ལའི་སློབ་གྲོགས་རྣམས་སོ་སོའི་ཡུལ་དུ་ལོག་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་ཀྱང་ཐོད་པ་འགའི་བསམ་པར། ངན་སྔགས་སྣ་རེ་ཙམ་མ་གཏོགས་དུ་མཐིལ་ཕྱིན་པ་ཞིག་ད་དུང་བསླབ་ཐུབ་མེད། དུ་འདི་ཙམ་གྱི་ཡུལ་དུ་ཨ་མའི་རེ་བ་བཞིན་རྟགས་ཐོན་པ་ཞིག་ཡོང་དཀའ། འདི་ལྟར་ཡུལ་དུ་ཕྱིན་ཚེ་ཨ་མ་ལྕེབས་ཏེ་ཕྱིན་ངེས་ཡིན་པས་ང་ད་དུང་ཡུལ་དུ་འགྲོ་མི་རུང། སྙམ་སྟེ་མུ་མཐུད་བླ་མའི་དྲུང་དུ་འདུག་རྒྱུ་ཐག་བཅད་པ་རེད། སྐབས་དེར་བླ་མས་ཅུང་ཡ་མཚར་བའི་ཉམས་དང་བཅས། ཐོས་པ་དགའ། ཁྱོད་ཅིའི་ཕྱིར་སློབ་གྲོགས་རྣམས་དང་ལྷན་དུ་ཡུལ་ལ་མི་འགྲོ་བ་ཡིན། ཁྱོད་ལ་དགོས་པ་ཡོངས་རྫོགས་ངས་བསླབས་ཟིན། ད་འདིར་བསྡད་པས་ཁྱོད་ལ་བྱ་བ་མེད། ཅེས་གསུངས་པ་ན། ཐོས་པ་དགའི་གུས་ཕྱག་དང་བཅས། ཡུལ་མི་ཁྱིམ་མཚེས་རྣམས་ཀྱིས་ཁོང་མ་སྨད་རྣམས་ལ་སྡུག་པོ་ཅི་བཏང་དང། དུས་རྟགས་མ་ཐོན་བར་ཡུལ་དུ་ལོག་ཚེ། ཨ་མ་ལྕེབས་ཏེ་འཆི་ངེས་ཡིན་པ་སོགས། ཁོ་མ་མེད་རྣམས་ཀྱི་གནས་སྟངས་ཇི་བཞིན་བླ་མ་ལ་ཞུས་པར། བླ་མས། ཁྱེད་མ་མེད་རྣམས་ཀྱིས་མནར་སྡུག་ཚད་མེད་མྱངས་འདུག་འོན་ཀྱང། ངའི་སར་བསྡད་ཀྱང་ཁྱོད་ཀྱི་འདོད་པ་འགྲུབ་པ་ཞིག་མི་འོང། དེ་ལས་ངས་ཁྱོད་ལ་གོ་སྒྲིག་གཞན་ཞིག་བྱེད། ཅེས་གསུངས་ཏེ་ཕྱི་ཉིན་ཐོས་པ་ག་བླ་མའི་སྲས་དང་མཉམ་དུ་བླ་མ་འཁོར་ལུང་པ་ཡོན་ཏན་རྒྱ་མཚོའི་དྲུང་དུ་བཏང་བ་རེད། དེར་བླ་མའི་གསུང་གོས་བཞིན་ཉིན་མཚན་མེད་པར་ཐུགས་སྒྲུབ་པའི་རྗེས་མཐུ་རྟགས་ཐོན་པའི་མཚན་མ་བྱུང་བ་ན་ཐོས་པ་གས་དངོས་སུ་ཐུགས་བཏང་བ་རེད། ཉིན་དེར་ཨ་ཁུ་ཚང་དུ་སྟོན་མོ་ཆེན་པོ་ཞིག་བྱེད་པའི་སྐབས་ཡིན་པས་ཁང་པའི་ཀ་བ་བརྒལ་ནས་ཁྱིམ་བསྡིབས་ཏེ་ཨ་ཁུའི་བུ་དང་མནའ་མ་སོགས་མི་གྲངས་སུམ་ཅུ་སོ་ལྔ་དུས་གཅིག་ཏུ་བསད་ཅིང། ཁང་པའི་ནང་ས་ཚུགས་དང་རོས་གང། ཕྱི་རུ་སྨྲེ་སྔགས་དང་ངུ་སྒྲས་ཁྱབ་པར་གྱུར་པ་རེད། གནས་ཚུལ་དེ་དཔེ་ལྟ་དགོན་སྐྱིད་ཀྱིས་མཐོང་བས་དེ་མ་བརྟགས་ཕྱིར་ཁྱིམ་དུ་རྒྱུགས་ཡོང་ནས་ཨ་མ་ལ་ཇི་བཞིན་བཤད་མ་ཐག་མྱང་ཚ་དཀར་རྒྱན་གྱིས་བུ་མོའི་གཏམ་དེ་བདེན་ནམ་མི་བདེན་སྙམ་བཞིན་མགྱོགས་པོས་ཁང་ཐོག་ཏུ་འབུད་པའི་བལྟས་པ་ན་དཔེ་དེས་བཤད་པ་ཇི་བཞིན་ཨ་ཁུ་ཚང་གི་ཁང་པའི་ཕྱོགས་སུ་ས་རྡུལ་དང་ངུ་ངག་གིས་ཁྱབ་ནས་ཡོད་པ་མཐོང་བས། བུ་ཐོས་པ་འགའི་མཐུ་དག་ཐོན་སོང་སྙམ་པའི་དགའ་སྣང་ཚད་མེད་དང་བཅས། ཁང་ཐོག་ཏུ་དབྱུག་པ་རིང་པོ་ཞིག་གི་རྩེ་མོར་གུས་འདུད་བསྐྱེད་དེ་འཕྱར་བཞིན་སྐད་ཆེན་པོས། གསོལ་ལོ། མཆོད་ཅིག། ལྷ་བླ་མ་དཀོན་མཆོག་གསུམ། ཡུལ་མི་ཁྱིམ་མཚེས་ཀུན། མི་ལ་ཤེས་རབ་སྐྱེད་འཚལ་ལ་བུ་སྐྱེས་ཨེ་བཏུབ། ང་སྙག་ཚ་དཀར་རྒྱན་གྱིས་དག་པར་ལུས་ལ་གོས་ཧྲུལ་པོ་གོན། ཁ་ལ་སའི་ངན་ངོན་བཟོས་ནས་བུ། ཐུགས་ལོག་པར་བཏང་བར་ཐོལ་བྱུང་ཨེ་བཏུབ། ལྟོས་དང། སྔོན་མ་ཨ་ཁུ་དང་ཨ་ནེ། ཁྱེད་མ་སྨད་རྣམས་ཀྱིས་མང་ན་དམག་གྲོང། ཉུང་ན་མཐུ་གཏོང་ཟེར་མྱོང། ཉུང་བས་མཐུ་བཏང་བ། མང་བས་དམག་དྲངས་པ་ལས་ཀྱང་ལྷག་པ་ཞིག་བྱུང་འདུག། སྟེང་གི་མི་ལ་ལྟོས། འོག་གི་ཆུ་ལ་ལྟོས། བར་གྱི་ནོར་ལ་ལྟོས། ཞེས་སྐད་ཆེན་པོས་སྙིང་ཚིམ་བྱས་པ་ན། གྲོང་མི་མང་པོ་ཞིག་གིས། ཁོ་མ་མེད་རྣམས་ལ་ཁག་མེད། ལས་རྒྱུ་འབྲས་མི་བསླུ་བ་རེད། ཟེར་བ་དང་འགའ་ཤས་ཀྱིས། ཉང་ཚ་དཀར་རྒྱན་གྱིས་བཤད་པ་བདེན་ཡང། འདི་འདྲ་ཅུང་ཐལ་དྲགས་སོང། ཞེས་ཟེར། སྐབས་དེར། མི་བཞི་གོད་ཆགས་བྱུང་བའི་ཁྱིམ་མི་རྣམས་ཚོགས་ཏེ། ང་ཚོར་གོད་ཆགས་འདི་འདྲ་བྱུང་བའི་སྐབས། བགྲེས་མོ་ཉང་ཚ་དཀར་རྒྱན་གྱིས་སྐད་ཆ་འདི་ལྟར་བཤད་པ་ནི་ཤིན་ཏུ་མ་འཚམས་པ་རེད། ང་ཚོས་མོའི་སྙིང་དམར་འདོན་བྱེད་ཀྱི་ཡིན། ཅེས་མོ་འཛིན་རྒྱུ་གྲ་སྒྲིག་བྱེད་བཞིན་ཡོད་པ་ན། ཡུལ་མི་བསམ་ཤེས་ཅན་མང་པོ་ཞིག་གིས། མོ་བསད་པས་ཕན་ཐོགས་མེད། མོ་བསད་ན། ཐོས་པ་འགས་ང་ཚོ་ལ་དེ་ལས་ལྷག་པའི་མཐུ་གཏོང་ངེས་ཡིན། དེ་ལས་མོའི་བུ་ཐོས་པ་འགའ་བཟུང་སྟེ་བསད། དེ་ནས་མོ། གང་བྱེད་ཀྱང་འགྲིག། ཅེས་བཤད་པ་ལ་གྲོས་འཆམ་པ་རེད། འོན་ཀྱང་སྐབས་དེར་ཨ་ཁུས་བུ་དང་མནའ་མ་ཡོངས་རྫོགས་ཤི་བའི་སྙིང་ནད་མ་བཟོད་པར། ང་ལ་བུ་དང་ཕོ་མོ་འཆི་རྒྱུ་མེད། ང་རང་ད་ལྟ་རང་ཤི་ཡང་འགྱོད་པ་མེད་སྙིང་རྩ་དཀར་རྒྱན་གྱི་སྙིང་དམར་པོ་ངས་འདོན། ཟེར་ནས་ངུ་ངག་དང་བཅས་ངར་ཆེན་པོས་ཤོར་བཞིན་པ་ན་ཡུལ་མི་རྣམས་ཀྱིས་བཟུང་སྟེ། དང་པོ་ཡང་ཁྱེད་ཚང་གི་བྱེད་ཕྱོགས་ངན་པའི་དབང་གིས་ང་ཚོ་ལ་ཆག་སྒོ་འདི་བྱུང་བ་རེད། ད་དུང་ཡང་ཚོད་མི་ཟིན་པའི་ལས་ཀ་འདྲ་མིན་བྱས་ན། འདི་ལས་ཀྱང་ཚབས་ཆེ་བའི་འབྲས་བུ་ངན་པ་སྣ་ཚོགས་འབྱུང་སྲིད། ཟེར་ནས་སྐྱོན་བརྗོད་སྣ་ཚོགས་བྱས་ཏེ་བཀག་པས་ཨ་ཁུ་ཡང་མི་སྡོད་ཐབས་མེད་དུ་གྱུར་བ་རེད། སྐབས་ཤིག་ལ། ཉང་གཟའ་སྐར་རྒྱན་གྱི་གནས་སྐོར་བ་ཞིག་གིས་ལག་པར་མི་ལ་རས་པར་ཡི་གེ་བསྐུར་བའི་ནང། ཡུལ་དུ་མཐུའི་རྟགས་ཐོན་པའི་ཨ་མ་སྐྱེད་མོ་དགའ་ནས་ཡོད། ཡུལ་མི་འདི་དག་གིས་ད་དུང་ཡང། ངས་མ་སྨད་གཉིད་ལ་བཟང་པོ་མི་བྱེད་པ་མ་ཟད། ཁྱོད་འཚོལ་དུ་བཏང་ནས་བསད་པའི་རྗེས་ང་ཡང་གསོད་ཀྱི་ཡིན་ཟེར་བའི་གྲོས་བྱེད་ཀྱི་འདུག། ཡུལ་དེར་སེར་བ་སྔར་ལས་མ་ཕྲ་བ་ཞིག་ཕོབ། ཟེར་ནས་བྲིས་ཡོད་པ་རེད། ཐོས་པ་འགས་ཀྱང་ཨ་མའི་རེ་བ་སེམས་ལ་བཟུང་སྟེ། མུ་མཐུད་ཐུགས་སྒྲུབ་དེ་སེར་བ་ལ་མཛུབ་ཁྲིད་ཐུབ་པའི་གདེང་ཚོད་བྱུང་བ་ན། གྲོགས་ཤིག་དང་ལྷན་དུ་རྣལ་འབྱོར་བ་ཡིན་ཁུལ་གྱིས་ཕ་ཡུལ་སྐྱ་རྔ་རྩ་རུ་ཕྱིན་པ་ན། དེ་དུས་ཡུལ་སྐྱ་རྔ་རྩ་ནི་སྔར་བྱུང་མྱོང་མེད་པ་ལྟ་བུའི་ལོ་ལེགས་ཤིང། བཙས་མ་ལྔ་ལ་ཉེ་བའི་ཡུལ་མི་རྣམས་ཤིན་ཏུ་དགའ་སྤྲོ་ཆེན་པོས་གནས་ཡོད། སྐབས་དེར། ཐོད་པ་ཀའི་ཡུལ་སྐྱ་ལྔ་རྩ་ལ་དམིགས་ནས། སྡིགས་མཛུབ་ནམ་མཁའ་ལ་གཏད་དེ་ཐུགས་རྗེས་མཛད་པ་ན། ནམ་མཁའ་ལ་སྤྲིན་བྱེའུ་མགོ་ཙམ་ཡང་མེད་པ་ལ་གློ་བུར་དུ་སྤྲིན་ནག་འཁྲུག། སེར་བ་རྒྱང་རིམ་གསུམ་ཙམ་བབས་ཏེ་འབྲུ་སྣ་གཅིག་ཀྱང་བསྡུ་རྒྱུ་མེད་པར་བྱས་པའི་ཐོག་མ་བསམ་པའི་ཞོར་ལ་བྱ་བྱེའུ་སྟོང་ཕྲག་མང་པོ་གསལ་བསྒྲགས་ཀྱིས་ཤི་རྨས་བཏང་བ་རེད།